ད་མགོན་པོ་ལ་དྲིས། ད་འདི་གཞུང་འདི་གནང་གི་ཟེར་ར་ད་པར་སྣ་ནིམ་གྱི་དཔལ་འབྱིན་བཅུ་བདུན་གྱི་ཐོག་མ་ཞིག་དང། དེའི་གོང་དུ་ད་གར་ཚང་ཀོང་ནས་བདག་ཅག་གི་དོན་འབབ་བཅོམ་ལྡན་འདས་ཀྱི་ལོ་རྒྱུས་དང་ད་ཁོང་གི་གནས་ཚུལ་མདོར་བསྡུས་སུ་བཞུགས་པ་དེ། གཅིག་ནས་ད་བསྟན་བཅོས་འདིའི་མཆོད་བརྗོད

སྤྱིར། འགྲོ་བ་མིའི་རིགས་ཀྱི་ཤེས་རིག་སྤྱི་དང་ལྷག་པར་དུ་སྣང་བ་སངས་རྒྱས་བསྟན་པ་དེའི་ནང་ནས་ད་ཐེག་པ་ཆེན་པོའི་ཤེས་རིག་ལ་ད་ཤིན་ཏུ་མཛད་རྒྱུའི་རླབས་པོ་ཆེ་ཡོད་པའི་སྐྱེས་བུ་དམ་པ་ཡིན་པར་མ་ཟད་ད་ཐེག་པ་ཆེན་པོའི་ཟུར་དུ་བབས་པའི་དགེ་བའི་བཤེས་གཉེན་ཆེན་པོ་དེ་འདྲ་ཞིག་རེད། དེ་ཡིན་དུས་ད་དེ་འདྲ་བའི་སྐྱེས་བུ་རླབས་པོ་ཆེ་ཟིག་གི་ལོ་རྒྱུས་ད་ང་ཚོས་ཚིགས་བཅད་གཅིག་གི་ལམ་ནས་ད། སྐུ་བ་ལེན་ཐུབ་པ་ཞིག་དང་བཤད་ཐུབ་པ་ཞིག་རྩ་བ་ཉིད་ནས་མ་རེད། ཡིན་ན་ཡང་ད། འདི་ནི་ང་ཚོའི་མདོར་བསྡུས་བ་གཟིགས་མགོན་པོ་ཀླུ་སྒྲུབ་གི་སྐུ་ཚེའི་བྱུང་རབས་དང། ཁོང་གི་ལྟ་གྲུབ་ཀྱི་རྣམ་གཞག་མདོར་བསྡུས་བ་ཙམ་གྱིས་ད་བར་གྱི་སྐུ་བ་ལེན་དགོས་ཀྱི་རེད། སྤྱིར་ན་མགོན་པོ་ཀླུ་སྒྲུབ། ནཱ་ལེནྡྲའི་པཎ་ཆེན་བཅུ་གདུང་གི་བྲིས་སུ་བགྲངས་ན། ཕྱིས་སུ་སྐུ་པ་ཏི་ལྗར་འགྱིག་གི་སྐ་བབས་བརྩིགས་ནུས་ཀྱི་ནཱ་ལེནྡྲའི་ཆོས་སྡེ་ཆེན་པོ་དེ་དང་མགོན་པོ་ཀླུ་སྒྲུབ་གཉིས་ཀའི་བར་ལ་འབྲེལ་བ་ཡོད་དང་མེད། ད་ངར་ཚོའི་གོང་ནས་རྟོག་ཞིབ་བྱས་ཟིན་པ་ལྟར་བྲིས་ཁར་ཚང་ངན། ད་ཡིན་ན་ཡང་ནཱ་ལེནྡྲ་གཟིགས་རྒྱུ་འོག་ཏུ་ཕྱིས་སུ་ཆོས་སྡེ་ཆེན་པོ་གཙུག་ལག་ཁང་ཆེན་པོ་གཟིགས་གམ་ཡང་ཡིན་ན་ཡང་ཐོག་མར་ནཱ་ལེནྡྲ་གཞིས་བའི་མཚན་དུ་གཙུག་ལག་ཁང་ཆེན་པོ་དུ་མ་བཏབ་པའི་གོང་ནས་བསགས་ནས་དེ་གི་མཚན་ཡིན་པ་དང། ས་ཆ་དེའི་ཐོག་ཏུ་སྔར་ནས་ཐེག་པ་ཆེན་པོའི་དགེ་ཡུལ་བཤེས་གཉེན་མང་འདུ་འཛོམས་བྱས་མྱོང་བ། ཐེག་པ་ཆེན་པོའི་གཙུག་ལག་ཁང་ཐེག་པ་ཆེན་པོའི་གསུང་རབ་མང་བཞུགས་མྱོང་སའི་གཙུག་ལག་ཁང། བྱ་གཟིགས་དགོན་ནས་དབུ། བཞེངས་མྱོང་བ། དེར་མ་ཟད་བདག་ཅག་གི་སྟོན་པ་བཅོམ་ལྡན་འདས་ཀྱི་དུས་ནས་དེའི་སྣང་བའི་གནས་རྩ་ཆེན་ཞིག་ཡིན་པ་ཤཱ་རིའི་བུ་དང་མོ་མགར་རྗེ་བའི་འཁྲུངས་གནས་ཡིན་པ་ལ་སོགས་པའི་རྒྱུ་མཚན། བཞུགས་ཟིན་པ་རེད་ར་དེས་ན་ད་ན་ནི་འདྲ་ཟེར་རྒྱུའི་གནས་དེ་སྔར་ནས་མགོན་པོ་ཀླུ་སྒྲུབ་ཞུས་མྱོང་བ་ལ་སོགས་པ། ད་ཕར་ཆེར་དེ་འདྲ་ཡིན་གྱི་རེད་བསམ་གི་ད་དེ་འདྲ་ཡོད་དུས་མགོན་པོ་ཀླུ་སྒྲུབ་ཧོར་ནཱ་ལེནྡྲའི་པཎ་ཆེན་བཅུ་དུང་གི་དུས་སུ་བྲང་སྟོན་དེས། ཕྱིས་སུ་བྱུང་བའི་ནཱ་ལེནྡྲའི་གཙུག་ལག་ཁང་གི་ནང་ནས་སློབ་གཉེར་བྱས་ནས་འཚར་ལོངས་བྱུང་བ། ཕར་ཆེར་མིན་ན་ཡང། སྔར་ནི་སྣ་ལེན་བྲིས་ཀྱི་ས་དེའི་གི་ཐེག་པ་ཆེན་པོའི་ས་དེ་ནི་ཐེག་པ་ཆེན་པོའི་གཏམ་པ་འཛིན་སྐྱོང་གི། ཞེས་པའི་གི་དང་ཕྱེད་གསུམ་གྱི་གཏམ་པ་འཛིན་སྐྱོང་ཞེས་པ་དང་མགོན་པོ་ཀླུ་སྒྲུབ་ལ་འབྲེལ་བ་ཏན་ཏན་ཡོད་པའི་རྒྱུ་མཚན་གྱིས་སྣ་ལེན་བྲིས་བན་ཆེན་བཅུ་བདུན་གྱི་ནང་དུ་བགྲང་ནི་རེད། ད་དེ་ཡིན་ན་ཁར་ཚང་ཀོང་ནས། འདོད་ཆགས་ཀྱི་སྟོན་པ་བཅོམ་ལྡན་འདས་ཀྱི་ལོ་རྒྱུས་མདོར་བསྡུས་སུ་བཤད་ན་ད་དེ་རང་མགོན་པོ་ཀླུ་སྒྲུབ་ཀྱི། ནི་ཚིག་འདྲ་བོ་བཞི་དགོས་ན་ད་དེ་གཉིས་བར། ལོ་གི་སྟངས་ནི་བར་ཐག་ཧ་ཅང་རིང་བ་རེད།

དང་མགོན་པོ་ཀླུ་སྒྲུབ་ཀྱི་ལོ་རྒྱུས་དག་གུས་པ་སོ་སོའི་གཞས་ཚིག་རྨང་མཐིལ་ནས་ཧ་ཅང་གི་རྩོད་རྙོག་ཆེན་པོ་ཟེར་ཐུག་འདུག་དེའི་རྩ་བའི་རྩ་བ་ཁར་ཚང་གོང་ནས་བཞུགས་ཟིན་པ་ལྟར་རྒྱ་གར་ནི། ད་ལོ་རྒྱུས་ལ་དོ་སྣང་མི་བྱེད་མཁན་གྱི་ལོ་རྒྱུས་མི་འབྲི་མཁན་གྱི་མི་རིགས་ཟིག་ཡིན་པ་རྩ་བའི་གནད་དོན་དེ་ཐུག་འདུག་ལ། ད་ཡིན་ན་ཡང་གང་ལྟར་ད་ད་ལྟའི་དུས་སུ་མགོན་པོ་ཀླུ་སྒྲུབ་ཀྱི་ལོ་རྒྱུས་ལ་ཉམས་ཞིབ་བྱེད་དུས། རྒྱུ་ཆ་གཉིས་ཧ་ཅང་གི་གཙོ་བོ་ཟིག་རྩི་གི་ཡོད་རེད། གཅིག་གང་རེད་ཅེ་ན།

ང་ཚོས་ད་ལྟའི་དུས་སུ། མགོན་པོ་ཀླུ་སྒྲུབ་ཀྱི་རྣམ་ཐར་བྲིས་ཡོད་པའི་མཁས་པ་གྱི་ནང་ནས་མགོན་པོ་ཀླུ་སྒྲུབ་དང་ཆེས་ཐག་ཉེ་ཤོས་ཀྱི་མཁས་པ་ཞིག་གིས་བྲིས་ནས་བརྩམས་ཆོས་དེ། ད་ལྟ་ལྟར་ཏེ་གི་ལོ་ཆུང་གཞོན་ནུའི་བར་གྱི་བརྩམས་ཆོས་རྣམས་གཙོ་བོ་ཆགས་བསྡད་པ་ནི་རེད་ཁོང་གིས་མགོན་པོ་ཀླུ་སྒྲུབ་ཀྱི་རྣམ་ཐར་ཡང་འཛིན་མྱོང་ཟེར་དེའི་མི་ཚད་རྩ་བའི་ཤེས་རབ་དང། རྩ་བའི་ཤེས་རབ་ཀྱི་འབྲེལ་བ་ལྷོ་ཁུ་མཐང་མིག་ཟེར་གྱི་གཟུགས་ཀྱི་བསམ་མནོ་དེ་ཁོང་རིག་གི་རྒྱ་ཡིག་གི་ཐོག་བསྒྱུར་མྱོང་ཟེར། དེ་བསྒྱུར་མྱོང་དུས་ཁོང། མགོན་པོ་ཀླུ་སྒྲུབ་དང་ཆེས་ཐག་ཉེ་ཤོས་ཀྱི་མྱི་ཞིག་གིས་མགོན་པོ་ཀླུ་སྒྲུབ་ཀྱི་རྣམ་ཐར་བྲིས་ཡོད་ད་ལྟ་ང་ཚོས་མཐོང་རྒྱུ་ཡོད་པའི་བརྩམས་ཆོས་ཐོག་མའི་ཕར་ཆེར་ཁོང། འདྲ་བོ་ཆགས་འདུག་མོད། དེ་ལྟ་མ་གཏོགས་ད་མགོན་པོ་ལ་སྒྲུབ་དགོས་ཁོང་གི་དངུལ་གྱིས་སློབ་མ་ལྷོག་འཕོག་བ་ལ་སོགས་ཀྱིས། འཕོག་བ་ལྷ་ལ་སོགས་པས་མགོན་པོ་ལ་སྒྲུབ་དགོས་རྣམ་ཐར་དང་དེ་འདྲའི་བར་གྱི་མཛད་ཡོད་ས་མ་རེད་ར་ད་གལ་ཏེ་མཛད་ཡོད་ནའང་ང་ཚོའི་བོད་ཡིག་གི་ཐོག་ཏུ་ད་ལྟ་འགྱུར་མེད་གི་མེད་པར་མ་ཟད་ཡིག་རིགས་གཞན་གྱི་སྟེང་ནའང་དེ་འདྲའི་གཟུགས་ཕར་ཅིག་མཐོང་རྒྱུ་ཡོད་ས་མ་རེད་ད་ཉམས་ཞིབ་པ་རྣམས་ཀྱིས་དེ་འདྲའི་གཟུགས་གསུང་གི་མེད་གི་དེས་ན། ལྷོག་གཞོན་ནུའི་དཔར་གྱི་བརྩམས་ཆོས་དེ་མགོན་པོ་ལ་སྒྲུབ་དང་ཕྱིས་ཐག་ཉེ་བའི་མི་གཟུགས་གསུང་གི་བརྩམས་ཆོས་ཀྱི་ནང་ནས་མགོན་པོ་ལ་སྒྲུབ་ཀྱི་སྐོར་མཐོང་བ་དེ་རེད། དེ་ནས་ད་རྒྱི་ཆ་གཅིག་གང་རེད་ཟེར་ན་རྒྱ་གར་གི་ཀ་ན་ཤི་རྒྱལ་རབས་ཀི་ཤ་ནི་རྒྱལ་རབས་ཀི་ཤ་ནི་རྒྱལ་རབས་ཀི་རྒྱལ་རོ་ཀ་ནི་ཀ་རྒྱལ་རོ་ཀ་ནི་ཀ་ད་མགོན་པོ་ལི་སྒྲིབ་གཉིས་ཀ་མི་ཐོག་གཅིག་པ་རེད་གསུངས་དགོས་ནས། མགོན་པོ་ལི་སྒྲིབ་ཀི་ཤུའི་བགྲང་ཡིག་དེ་རྒྱལ་རོ་ཀ་ནི་ཀ་ལ་ཁོང་རི་ཀི་བཀིར་ནི་རེད། རྒྱལ་རོ་ཀ་ནི་ཀ་ལ་བཀིར་བའི་འཕྲིན་ཡིག་རེད་གསུངས་དགོས་ནས། དེ་ནས་ད་ཁོང་གི་རིན་ཆེན་འཕྲང་བ་ལྟ་བུ་ཟེར་ན་རྒྱལ་རོ་བདུད་བཤེས་བཟང་བོ་ལ་བཀིར་བ་རེད། དེ་འདྲའི་ཡུལ་དུ་ད་རྒྱལ་རོ་ག་ནི་ཀ་སྟེ། ད་ལྟའི་གཤོང་རི་མ་རྣམས་ཀྱི་དུས་རབས་དང་པོའི་ནང་གི་མི་ཡིན་པ་ཕར་ཆད་ཐག་ཆོད་གོ་ནི་རེད་ར་ད་དེ་ཡིན་ན་རྒྱལ་རོ་ག་ནི་ཀ་གི། དང་མི་ཐག་གཅིག་པ་ཡིན་དུས་རྒྱལ་རོ་ག་ནི་ཀ་དུས་ཚོད་ནམ་གཟུགས་ལ་གཤོང་རི་ཡིན་པའི་གི་ནུས་ཚད་དེ་དག་ལོ་ཆེན་གཞོན་ནུའི་བར་གི་མགོན་པོ་ཀླུ་སྒྲུབ་ཀྱི་སྐོར་བརྩམས་པ་དེ་གཉིས་ཀ་ད་ལྟའི་དུས་སུ། ད་མགོན་པོ་ཀླུ་སྒྲུབ་ཀྱི། དུས་ཚོད་ནམ་གཟུགས་ལ་གཤོང་རི་ཡིན་གྱི་འཁྲུངས་དུས་ལོ་ཚིགས་ལ་ཞིབ་འཇུག་བྱེད་པའི་གི་རྩ་བའི་ཀྱི་ཆ་གལ་ཆེན་པོ་གཉིས་ཡ་ཆགས་བསྡད་ཡོད་ནི་རེད། དེས་ན་ད། གལ་ཏེ་མགོན་པོ་ལྷོ་སྒྲུབ་རྒྱལ་རོ་ག་ནི་ཀ་དང་མི་ཐོག་གཅིག་པ་ཡིན་དུས། རྒྱལ་རོ་ག་ནི་ཀ་ཆོས་ལུགས་དུས་རབས་དང་བོའི་ནང་གི་མི་ཡིན་པ་ལོ་རྒྱུས་ཀྱི་སྟེང་ནས་རབ་འཕྲོ་བཀོད་མེད། ར་དེས་ན་ད་བདག་ཅག་གི་སྟོན་པས་བཅོམ་ལྡན་འདས་སྐབས་ཉེར་ལྔ་ལས་འདས་ནས། ལོ་བཞི་བརྒྱ་ལོན་པའི་མཚམས་བཞེས་རྒྱུ་འོག་ཏུ། ང་ཚོ་བོད་ཀྱི་གི་ད། སྟོན་པའི་གི་འདི་ལོ་ངོས་འཛིན་སྟངས་མི་འདྲ་བ་ཁ་ཤས་ཡོད་གི་ར་ད་ཕུགས་ལུགས་ལ་སོགས་པ་དེ་ཚོ་ཡིན་ན་ད་ཧ་ཅང་ཐོག་ཐུག་ཐབས་མེད་པ་ལྟ་བུ་ཟེར། ཡིན་ནམ་འཕགས་པ་ཉིད་སྟོན་པའི་ལུགས་གཞིར་བཟུང་ནི་བདག་ཅག་གི་སྟོན་པ་བཅོམ་ལྡན་འདས་སྐུ་མྱ་ངན་ལས་འདས་ནས་ལོ་ངོ་ཉིས་སྟོང་ལྔ་བརྒྱ་ཙམ་ཟིན་པའི་ད་ལྟ་འདྲིས་གི་ལུགས་གཞིར་བཞག་ན། ད་ལྟ་ཉི་ག་ཐག་ཉི་འོག་ཟིག་ཆགས་པོ་ནི་རེད་ད་བརྒྱ་ཆ་བརྒྱ་ཐམ་པ་ལོ་ཚིགས་དོན་ལྡན་ཟིག་ཟིག་ཆགས་ཐུབ་གི་མེད་གི་ད་སྟོན་པ་སྐུ་མྱ་ངན་ལས་འདས་ནས་ལོ་བཞི་བརྒྱ་ལྔ་བརྒྱ། ད་བཞི་བརྒྱ་ཟིན་ན་ཏག་ཏག་ཐོ་ཐུག་གི་ཡོད་མེད་མི་ཤེས་ད་ད་ལྔ་བརྒྱ་ཙམ་ཡིན་པའི་དུས་མི་ཟིག་གི་སྐབས་བདག་ཅག་གི་ཆོས་ཚིགས་ནང་མགོན་པོ་ལྷུ་སྒྲུབ་བྱོན་པ་ཡིན་པ་ད་དེ་ལོ་ཚིགས་ཏུ་ཙིག་གིས་ཀོང་བསྒྲུབ་ཐུབ་གི་ཡོད་ནི་རེད། ལྷོ་ཁོ་ནག་གཞོན་ནུའི་བར་གྱི། ལོ་ཆེན་ནག་གཞོན་ནུའི་བར་གྱི། ཆུ་ཟི་རེད་ཅེ་ན་ཁོང་རྒྱ་གར་ནས་ཡོད་པའི་སྐབས། སི་མ་ར་སོ་ཡ་ཟེར་གྱི་འདུག་རྗེས་ཀྱི་ལྷོ་ཁོ་འཛིན་སྐབས་འདི་ནས་རྩ་བ་ཤེས་རབ་ཀྱི་ཁྲིད་ཁོང་གིས་ཐོབ་མྱོང་ཟེར། དེའི་གོང་དུ་ལྷོ་ཁོ་ནག་འཐང་མིག་ཟེར་གྱི་འདུག་རྒྱུ་དེ་དུས་སྔོན་གྱི་མྱི་ཟི་རེད། ད་ནི་ལྷོ་ཁོ་འཐང་མིག་གི་གོང་ལྷོ་ཁོ་ནག་ཡིག་ཟེར་གྱི་ཟི་སོང་གི་ཟི་བ་གི་དེ་ལྷོ་ཁོ་ནག་འཕགས་པ་ལ་རེད། དེ་ནི་ལྷོ་ཁོ་ནག་གྲུབ་རེད། ད་དེའི་དུས་ལོ་ཆེན་གཞོན་ནུའི་སོགས་རྒྱ་ནག་གཞོན་ནུའི་སྐབས་མགོན་པོ་ཀླུ་སྒྲུབ་དང་སློབ་དཔོན་འཕགས་པ་ལྷ་དང། སློབ་དཔོན་དབྱིག་དང། སློབ་དཔོན་ཐང་མུག་ལ་སོགས་པ་དགོན་པ་རྫོགས་ཟིན་པ་དུ། ཁོང་གི་བརྩམས་ཆོས་ཀྱི་ནང་ནས་གསལ་བོར་མཐོང་ཐུབ་ཀྱི་ཡོད་རེད། དེ་ཡིན་ན་ད་སློབ་དཔོན་གཞོན་ནུའི་སོགས་དང་མགོན་པོ་ཀླུ་སྒྲུབ་གཉིས་ཀྱི་བར་ན་མི་རབས་གསུམ་འདྲ་འདྲ་བཟོ་བགྱིད་གསུངས་ཡོད་ཀི་དེ་ཡིན་ན། ད་མགོན་པོ་ཀླུ་སྒྲུབ་ཀྱི་དུས་ཚིགས་དུ་ཕྱི་ལུགས་དུས་རབས་དང་བོ་གཅིག་ནས་ཕྱི་ལུགས་དུས་རབས་གཉིས་སྨད་ཀྱི་བར། དེ་འདྲའི་གཟིགས་ཀ་བསྟན་མཁན་ཡིན་ན་ཕར་ཆེར་བསྟན་ཐུབ་ཀྱི་གཟིགས་རྒྱུ་འདི་འདྲ་ད་དུས་མི་ཚོས་བཤད་ཀྱི་ཡོད་ཀི་ར་ད་དེ་སུའི་སྐོར་རམ་རྒྱལ་ཁྱབ་རྒྱལ་དམ་པ་མཐའ་གཅིག་ཏུ། ལོ་དང་ཟླ་བ་དང་ཞག་གྲངས་ཀྱི་གདངས་ནི་ང་ཚོས་བསྟན་ཐུབ་རྒྱུ། བསྟན་ཁྱེད་ཐུབ་རྒྱུ་ཁག་པོ་རེད་ད་དེ་གཞུང་རབས་མ་རྣམས་ཀྱིས་ག་ལེ་ག་ལེ་གཞུམ་གྱི་ཡིན་ནོ། ཐག་གཅོད་ཐུབ་རྒྱུ་རེད་བསམ་གི་ད་རྩ་བའི་ཆ་ནས་ང་ཚོ་མགོན་པོ་ཀླུ་སྒྲུབ་ཟེར་རྒྱུ་དེ་དུས་རབས་དེ་འདྲའི་ཟིག་གི་བར་གཞུང་ནས་ཡིན་པ་གཅིག་རག་དེ་ཡིན་དུས་ད་རྒྱལ་རོ་ག་ནི་ག་ད་བདག་ཅག་གི་སྟོན་པ་སྐུ་མྱ་ངན་ལས་འདས་ནས་རྒྱལ་རོ་ག་ནི་གའི་བར་གྱི་དུས་ཚིགས་དུ། ཧ་ཅང་གི་དུས་རིང་བོ་ཟིག་རེད་ད་ལོ་ངོ་བརྒྱ་ཕྲག་མང་པོ་ཟིག་རེད། ལོ་ངོ་བཞི་བརྒྱ་ལྷག་བརྒྱད་ཟེར། ད་དེ་འདྲའི་སྐབས་ཁོ་སངས་རྒྱས་ཀྱི་ཆོས་གང་ནས་ཚིག་རེ་གཅིག་ཆ་ནས་ཁྱིམ་མི་ཟེར་ཡོད་ཟེར་ན། ད་དེའི་བར་ལ་ད། བདག་ཅག་གི་སྟོན་པ་བཅོམ་ལྡན་འདས་སྐུ་མྱ་ངན་ལས་འདས་པའི་སྐབས་སུ་ད་རྒྱ་རོག་མ་སྐྱིད་སྒྲ་དང་རྒྱ་རོག་གསལ་རྒྱལ་ལ་སོགས་པ་ད་དེའི་སྔ་ན་རྒྱ་རོག་མ་སྐྱིད་སྒྲའི་ཧ། རྒྱ་རོག་གཟུགས་ཅན་ཉང་བོ་ལ་སོགས་པ་ཐམས་ཅད། རྒྱ་གར་ཡུལ་གོག་གི་རྒྱ་རོག་མང་བོས་སངས་རྒྱས་ཀྱི་ཆོས་ལ་བལྟ་བབས་ཤེས་ནས་སངས་རྒྱས་ཀྱི་ཆོས་དར་འཕེལ་ཕྱིན་ཡོད་ནི་རེད། མང་ཚོགས་བཅོས་མའི་ནང་དང་ལྷག་པར་དུ་སངས་རྒྱས་ཀྱི་ཆོས་དེ། རྒྱ་རུ་ཕོབ་གྲངས་ཀྱི་ནང་ད་ཕི་པི་ནང་དུ་དར་ཁྱབ་ཤིན་ཡོད་ས་རེད་ར་དང་པོ་དུས་སུ་རྒྱུ་མཚན་གང་རེད་ཟེར་ན་སང་གཅིག་ཁོང་རིགས་རྒྱ་རིགས་ཡིན་ནོ་ད་ཁོང་རིགས་ཀྱི་རྗེས་སུ་འབྲང་མཁན་གི་ཉན་ཐོས་ཆེན་པོ་ཕར་མོ་ཆེ་ཟུ་རྒྱ་རུའི་རིགས་ད་སྐུ་དྲག་གི་རིགས་ད་འདྲི་ནས་བྱུང་ནས་ཡོད་འདུག་ཐོག་མ་ནས་སང་གཅིག་གི་ཆུ་འདི་ད་དྭངས་སང་གི་ཆུ་དྭངས་ཤེ་ན་སྐུ་དྲག་གི་རིགས་ནི་འདྲ་བོ་ཚོ་ཆགས་མྱོང་ཟེར་བ་ཟིག་ད་དེའི་ནང་གི་བྲག་གི་རིག་གནས་གཅིག་པོ་མ་ཡིན་པ་མང་དཀྱུས་མ། རྡོར་བ་སྲིན་གཅིག་གི་ནང་དུ་སངས་རྒྱས་ཀྱི་ཆོས་ལ་དད་མོས་བྱེད་མཁན་སངས་རྒྱས་ཀྱི་ཆོས་ལ་དད་མོས་བྱེད་མཁན་མ་ཟད་ཆོས། ཉམས་སུ་བླང་བ་ལ་བརྟེན་ནས་དགྲ་བཅོམ་པ་ད་ལྟ་འདྲའི་ཤོང་མྱོང་ང་མདོ་དང་དུ་སུ་ནང་ལ་གསལ་བོ་རེད་ར། ཡིན་ན་ཡང་ད་སངས་རྒྱས་མྱ་ངན་ལས་འདས་པའི་རྗེས་སུ་ད་ཡང་བ་ཅན་ལ་སོགས་པ་མ་འགའ་ད་ལ་སོགས་པ་གང་ས་གང་ལ་དགེ་འདུན་པའི་གསུག་ལག་ཁང་གི་ནང་ནས་སངས་རྒྱས་ཀྱི་ཆོས་ལ་ཐུབ་བསམ་སྒོམ་བསམ་གི་ཚུལ། ཉམས་སུ་ལེན་མཁན་གྱི་དེ་འདྲའི་སྡེ་ཡོད་ནའང་གསལ་བའི་ཆ་ནས་རྒྱ་གར་སྤྱིའི་ཁྱབ་ཁོངས་ནས་འདིར་ཡོད་བལྟས་ན། ང་ཚོའི་སངས་རྒྱས་ཀྱི་ཆོས་དེ་རྒྱ་གར་གྱི་ཤེས་རིག་གི་ནང་གི་ད་ཕྱི་དྲན་ཆུང་ཆུང་ཟིག་གི་ཚུལ་དུ་གནས་བསྡད་ནི་རེད་ར་རྒྱ་གར་སྤྱིའི་ཤེས་རིག་དེ་བྲམ་ཟེ་གྱི་ཆོས་ལུགས། རྟགས་གཙོ་བོ་ཡོད་བསྡད་ནི་ཟེར་རེད་བྲམ་ཟེ་གྱི་ཆོས་ལུགས་དེ་དེ་རེད། དེ་ནས་སངས་རྒྱས་ཀྱི་ཆོས་ལུགས་དེ་རྒྱ་གར་སྤྱི་ལ་ཁྱབ་པ་རྒྱ་གར་མ་ཟད་ཨེ་ཤ་ཡའི་ལུང་བ་ཐ་ན་ནུབ་ཕྱོགས་དགུ་རིག་གི་ཤེས་རིག་གི་ཁྱབ་གདལ་པའི་རྒྱལ་ཁབ་ཁ་ཤས་ནང་ཚུན་ཆད་དུ་སངས་རྒྱས་ཀྱི་ཆོས་ལུགས་ཀྱི་ཁྱད་པར་བྱུང་མཁན་དེ་དུས་ཚོད་ནམ་ཟིག་རེད་ཅེ་ན་རྒྱལ་པོ་མྱ་ངན་མེད་ཀྱི་སྐབས་རེད་ཆོས་རྒྱལ་མྱ་ངན་མེད་མྱ་ངན་མེད་ཟེར་གི་འདུག་རྒྱུན་འོག་ཏུ་རྒྱ་གར་གྱི་ལོ་རྒྱུས་སྒང་ལ་ཁ་ཤས་བྱུང་ཡོད་ས་རེད་ར།

དེ་བཞིན་དུ་མྱ་ངན་མེད་ཟས་ཀྱི་སྡེ་ལྔ་རྒྱ་སྐད་རང་གི་མྱང་གི་འདོགས་སྟངས་ཀྱི་ཐོག་ནས། དེ་འདྲའི་མང་ཡོད་ས་རེད་མི་རིགས་རང་རང་གི་ནང་གི་མྱང་གི་འདོགས་སྟངས་དེ་ཚོ་ང་ཚོས་མ་ཤེས་ན། མིང་གཅིག་ཐོག་འདོན་ནས་ག་དུས་ཡིན་ན་རང་གི་སེམས་ངོར་ངོས་ཟིན་པའི་ལོ་རྒྱུས་ཀྱི་མིག་ནས་དེ་རེད་བསམ་ནས་བརྡ་འཕྲིན་རེ་མང་བྱུང་དགོས་ནི་རེད། དེས་ན་སངས་རྒྱས་ཀྱི་བཀའ་བདག་གསུམ་མཛད་ཉོན་ནང་གི་བཀའ་བདག་གཉིས་གཞི་བདག་རྣམ་རྒྱལ་མྱ་ངན་མེད་གྲས་གཟིགས་འདུག་རྒྱུ་དང་སྒྱུ་རྩལ་མྱ་ངན་མེད་གྲས་གཟིགས་འོག་གི་དེ་མ་གཏོགས། མོ་རིགས་ཀྱི་རྒྱལ་པོ་ཆོས་རྒྱལ་མྱ་ངན་མེད་དེ་མ་རེད།

ད་རེས་འདི་སྡོད་འཇུག་གི་ཡུལ་གྱི་ནང་ཡི་རྒྱལ་པོ་དེ་ཡང་ཨེ་ལག་ཟན་དར་མགོ་དགུར་བཞག་ནི་རེད། ཨེ་ལག་ཟན་དར་མགོ་དགུར་བཞག་དུས་ཨེ་ལག་ཟན་དར་གྱི་རྒྱལ་པོ་ཟིག་གི་མགོ་དགུར་བཞག་དུས་རྒྱལ་པོ་དག་ཟས་ཀྱི་འདྲ་འདྲ་བཙོ་ན་འཇིག་རྒྱུ་འདྲ་འདྲ་དེ་འདྲ་ཡོད་ཀྱི་མེད་གི་ར་རྒྱལ་པོ་དག་རང་སར་ཤི་ར། དེའི་རྒྱལ་ས་ལྐུགས་ཡོད་པས་ད་ཁུར་གྱི་རྟགས་དང་ཆ་ལུགས་ལ་སོགས་དགུར་གྱི་རྣམ་པ་གྱི་ཐོག་ཧ་ར་བསྒྱུར་དགོས་ཀྱི་དེ་འདྲ་གི་ཆ་རྐྱེན་ཁྱིམ་རང་དུ་ཐོག་ནས་རྒྱལ་ས་ཧ་ར་ལྐུགས་ཡོད་ནི་རེད། ཡིན་ནའང་ད་དོ་འཇོག་རྡོ་འཇོག་རྡོ་འཇོག་ལྟ་བུའི་ཤེས་རིག་ཤིན་ཏུ་དར་སྲིད་ཀྱི་གྲོང་ཁྱེར་ཆེན་པོ་གཙོ་བོ་རེད་ལ། རྒྱ་གར་པའི། རྒྱ་ཞིག་ཐམས་ཅད་པའི་སློབ་སྦྱོང་འོག་འཇོག་ས་གི་ས་ཆ། དེ་འདྲས་ཡིན་ས་རེད། དེ་ནས་གི་ཤི་རོ་རིའི་ཆོས་ལུགས་ལ་དད་པ་བྱེད་མཁན་གི་རྒྱལ་པོ་དེས་ཨེ་ལག་ཟན་དར་ར་བཞི་བའི་སྒོ་ནས་མགོ་མ་བསྒུར་རམ་དམག་གི་ཁོངས་ཆེན་པོ་བཤམས་ལ་རྒྱག་རྒྱུ་ཡིན་ནི་རེད། ད་ཐེངས་ནི་ཚེ་རབས། དེང་སང་གི་གློག་བརྙན་ནང་འཁྲབ་བཞིན་ཡོད་ནི་རེད་ད་ལོ་རྒྱུས་མང་གི་ནང་ཡོད་ནི་རེད། དེ་ནས།

དེ་བཞིན་ནི་ད་རྒྱ་གར་གྱི་དམག་ཕམ་ཉེས་ཆེན་པོ་བྱུང་ནས་འགག་གི་ར་ཏི་ནི་ཤོག་གི་ལོ་རྒྱུས་མ་རྣམས་ཀྱིས་ད་ལྟའི་དམག་འཁྲུག་བྱེད་སྟངས་དེ་རྒྱུན་ལྡན་གྱི་དམག་འཁྲུག་བྱེད་སྟངས་མ་རེད་རྩ་མེད་བཟོ་བའི་ད་ལི་སོ་ཡིན་ན་དམར་གསོད་ཆེན་པོ་ཟེར་ཨེ་ཟེར་བ་པོ་ད་ཧ་ཅང་གི་དམར་གསོད་ཆེན་པོ་བྱས་ཡོད་ས་རེད་དགེ་ལེགས་ཆོས་འཕེལ་གྱི་གཏམ་རྒྱུད་གསེར་ཐང་གི་ནང་ནའང་ད་ཨེ་ལག་ཟན་དར་གྱི་རྒྱ་གར་དམག་རྒྱབ་ནོར་དུ་མཐོང་གསེབ་གསོད་པ་མཐོང་གསེབ་བཅོམ་པའི་གི་ད་འདྲའི་ཤིན་ཏུ་སྡུག་རྩུབ་ཆེ་བ་ཟེར་ཨེ་ཟེར་བ་པོ།

སྐད་ཆ། ཕྱི་ཟླ་དགུ་ནང་ཧོལ་ཧོབ་ཆེན་པོའི་ངང་ནས་སྐད་ཆ་དེ་འདྲ་བཤད་དུས། ནུབ་ཕྱོགས་པ་རྒྱལ་པོ་ཨེ་ལག་ཟན་དར་སེམས་ཁུར་ཐེབས་བྱུང་བ་རེད་ཟེར་ད་འདི་འདྲའི་འདི་མི་གི་སྨིག་རྒྱུ་མོ་ཕོག་ནའང་ད་རུང་དཔའ་ངར་ཆེན་པོས་འདི་རིགས་ལངས་རྒྱུ་ད་ཧ་ལས་པ་རེད་ཟེར་སེམས་ཁུར་ཐེབས་ན། རྒྱལ་པོ་ཕྱིར་ར་ཁུར་པའི་རྒྱར་ཟ་ཟེར་ར་ཀུན་ནས་མི་ཚེ་སྔར་གྱི་ངར་དེ་གི་རྒྱ་ཆེ་རུ་ཟེར་ར། སྤྲད་མྱོང་ནི་རེད་ཟེར་བ་རེད། གང་ལྟར། སངས་རྒྱས་བཅོམ་ལྡན་འདས་སྐུ་མྱ་ངན་ལས་འདས་པའི་རྗེས་ཀྱི་ལོ་བརྒྱ་དང་ལྔ་བཅུ་དུས་མིན་ཡེར་མར་གཟིགས་ཨ་ཏཱ་ནུབ་ཕྱོགས་ནས་བསྡུར་ཟིན་མི་ཁོ་ནས་ཨེལག་ཟན་དར་ཟེར་རྒྱུའི་དབུ་དམག་གི་རྒྱ་གར། རྒྱབ་ཁྱི་རང་ལ་རྒྱ་གར་གྱི་བྱང་ཕྱོགས་དང་ནུབ་ཕྱོགས་མང་ཆེ་བ་ཟིག་དེའི་དབང་གིས་རེད་བསམ་གྱི་རེད་དེ། རྒྱ་གར་འདི་རུ་ཤག་ཤག་གི་ཨེལག་ཟན་དར་ཟླ་བ་བཅུར་སྒོམ་ན་ལྡབ་མེད་གི་ཟེར་བ་གི་དང་སང་ལོ་རྒྱུས་ཀྱི་ཞིབ་འཇུག་མ་རྣམས་ཀྱི་ལྟས་ཟིག་གི་ད་ལོ་ཉེས་ལྡབ་མེད་གི་ར། ལོ་གཉིས་དམའ་བརྡལ་དུ་ཨེ་ལིག་ཟན་དར་གྱི་ཁུར་གྱི་འདོད་པ་འདྲ་བོ་ནི་ད་རུང་མུ་མཐུད་དུ་རྒྱལ་སྤྱིའི་ནང་མི་ཧ་རེ་ཤར་ཕྱོགས་པ་མར་རྒྱག་རྒྱུའི་བསམ་པ་ཡོད་གི། ཡིན་ནའང་ཁུར་གྱི་འོག་ནས་བློན་པོ་དང་དམག་དཔོན་མོའོ་ཟི་ཏའི་རྩ་བ་ཉིད་ནས་མ་འཐད་པའི་ངུར་སྒུར་བྱུང། དེའི་ངུར་སྒུར་དེ་ཡང་དྲག་མོའི་ངུར་སྒུར་དེ་འདྲས་མ་རེད་ལ། ད་ལོ་འདི་མི་མང་ཟེར་ག་ཕ་ཡུལ་དང་ཁ་བྲལ་ནས་ཡོང་དུས་སོ་སོའི་ཕ་ཡུལ་གྱི་ཕ་མ་ཕུ་ཉེ་ལ་སོགས་པ་སོ་སོའི་ཕ་ཡུལ་དྲན་གི་ད་མུ་མཐུད་དུ་དམག་རྒྱག་འདོད་མེད་གི་ཟིག་ཁྱེད་རང་ནི་ད

དུ། སྤྱིར་བསྟར་བྱུང་བའི་རེའུ་མིག་གཅིག་ནི། ཨེ་ལག་ཟན་དར་གྱིས་རྒྱ་གར་དམག་རྒྱབ་ནས་ཐོག་ནས་ནུབ་ཕྱོགས་དང་ཤར་ཕྱོགས་གཉིས་ཀའི་བར་འགྲིམ་འགྲུལ་གྱི་ཐོག་ནས་ལམ་ཁ་ཆེན་པོ་ཞིག་བཞག་ཟེར་བ་བཞིན་མཚོ་ཐོག་ནས་ལམ་ཁ་གཅིག་བྱས་སྐམ་སའི་ཐོག་ནས་ལམ་ཁ་གཅིག་བྱས་འདུག་ན་ཚོང་ཟོང་གི་བརྒྱུད་ལམ་དང་ཤེས་རིག་གི་བརྒྱུད་ལམ་ཡང་བོ་ཡིས་ཞིག་ཟེར་བ་བཞིན་རེད། དེ་ནས་ཨེ་ལག་ཟན་དར་ཕྱི་ར་འགྱོ་འདུག་ན་ཁིར་ཀི་ཤུ་ཡ་དམག་དཔོན་ཚོ་དང་རྒྱ་གར་གྱི་དུས་ས་ཆ་དེ་གའི་རྒྱལ་པོ་དཀོན་ནི་རེད།

དགུ་རིག་གི་ཤེས་རིག་ཏུ་ཨེ་ལག་ཟན་དར་གྱི་དམག་ཧོ་ཧུང་འཛམ་གླིང་ལ་ཁྱབ་པ་དང་ཆབས་ཅིག་ཏུ་དགུ་རིག་གི་ཤེས་རིག་འཛམ་གླིང་ལ་ཁྱབ་པའི་དུས་རབས་གཟེངས་ནས་དུ་དགུ་རིག་ཅན་གྱི་དུས་རབས་ཟེར་ཨེ་ཙི་ནས་རེད། གང་ལྟར་རྒྱ་གར་དང་དུ་སོང་དགུ་རིག་གི་འདི་ཡིན་ནི་རེད། ང་ཚོའི་གནའ་གི་ཡི་གེ་ཡི་ནང་དགུ་རིག་གི་དེ་ལ་ཆུ་ཟི་བརྗེ་བོ་ནི་རེད་ཟེར་གི་ཡག་པ་ནི་ཧ་ཅང་ཡོད་རེད། ཡིག་རིགས་སྒྲིག་ཆས་གསར་བཞི། རྟོག་གེ་འབར་བ་ལ་སོགས་པ་ནི་རྟོག་གེ་འབར་བ་ཡིན་མིན་གསལ་བོ་མ་ཤེས་ད་གང་ལྟར་རྒྱ་གར་ནས་ཡིག་རིགས་སྒྲིག་ཆས་གསར་བཞི་ངོས་འཛིན་གནང་ཡག་པ་ནི་ཤེས་རིག་ཟེར་རྗེས་སུ་ཡག་པ་ནི་ཡི་གེ་ཟེར་རྒྱུའི་ནང་དུ་གྷི་རིག་གི་ཡི་གེ་རེད། ཅིའི་ཕྱིར་ཡག་པ་ན་འཛིན་རེད་ཅེ་ན་ཡག་པ་ན་དུ་གྷི་རིག་གི་ས་ཆ་ལོང་བ་གཅིག་ནང་རེད་རྒྱ་སྐད་ཀྱི་ཨ་ཨོ་ནི་ཨ་ཛི་རེད།

སྣང་བའི་དགེ་སློང་ཁྱི་བ་ལི་ཤང་གཅིག་ཟེར་བ་འདི་འབྱོར་ཏེ་གང་ཟག་གོ་བདག་མེད་པའི་སྐོར་ནས་དྲི་བ་དྲིས་ལན་བྱས་ནས་གི་ཏི་འགྲིག་གི་འདོད་ཟེར་ད་དང་སང་པཱ་ལིའི་མདོར་བསྡུས་གནང་བ་ནི་ཧ་ཅང་སྐད་གྲགས་ཆེན་པོ་ཟེར། དེའི་ནང་ན་སྣང་བའི་དགེ་སློང་དེས་ཤོང་རྟ་ལ་སྤོས་བཞག་ནས་གང་ཟག་གོ་བདག་མེད་པའི་ཕྱིར་ཤིན་ཏུ་རྒྱས་པར་གསུང་བ་ནི་རེད་ཟེར་བ་གི་ཏིའི་གི་མདོ་དུ་སོང། དགུ་རིག་གི་ཤེས་རིག་དང་དགུ་རིག་གི་ལྟ་གྲུབ་རྒྱུད་ན་ཆོག་གི་དགུ་རིག་གི་མཚན་ཉིད་རིག་པ་དང་རྒྱ་གར་གྱི་མཚན་ཉིད་རིག་གི་བར་ན་འབྲེལ་འདྲིས་བྱུང་བས་དེང་སང་ཆེས་སྙིང་བའི་རྒྱུ་ཆ། ད། ཀ་ཆེན་པོ་གཅིག་རེད། འདི་མེད་ན་ཀོ་བ།